འདི་མིའི་སྐྱེ་དགུའི་ལྕགས་ཀྱུ་གཅིག། མི་འཇིགས་མེ་ལྕེ་ཕེབས་གནང་རོགས་གནང། Hello Hello
དར་ཆེན་ཡར་ལ་འགྲེང་ཡག་གི་ཕོ་གསར་རྣམ་པ་ཚོ་དེ་ཕེབས་གནང་རོགས་གནང། དར་ཆེན་ཡར་གནང་སྙན་གི་ང་ཚོ་དར་ཆེན་དེ་ཐོག་མ་འདི་ནས་ནི་འདི་ཤིང་གཉིས་འདུག་ཨ་འདི་གང་ལ་ཡར་བཞག་ཨ་འདི་ནས་ནི་ག་ལེ་ག་ལེ་ཡར་བསླངས་ནི་མ་གཞི་འདི་ལྕགས་དེ་དཔེ་ཇི་གོག་ཆེན་པོ་ཡོད་རེད་དེ་འདུག་གང་ལ་འདི་ཡང་ཡར་མ་རི་ཡར་དང་མིའི་གང་ལ་ཁེ་ཡག་གི་ཉེན་ཁ་ཆེན་པོ་ཡོད་རེད་དེ་འདུག་གང་ལ་ལྔས་ལ་འདི་ཤིང།

བརྩེ་བའི་ཉི་ཟླ་ལས་ཀྱང་འོད་གསལ་བ་གཟིགས་པ་སྤྱན་གྱི་ཨང་པོ་ཤེལ་ལས་གསར་བ་སེམས་པ་སྙན་གྱི་ཨང་པོ་དར་ལས་གསར་བ་གོང་མ་མངོན་ཤེས་ཀྱི་ཐུགས་སྒོ་ལྷ་ལས་ལྷག་པར་བརྟན་ན། ཐུགས་རྗེ་ཆེ་བ་སྐྱབས་ན་ནུས་མཐུ་མངའ་བ། བཞུགས་ན་བྱིན་རླབས་མྱུར་བ་ཁམས་གསུམ་འགྲོ་བའི་འདས་པའི་སྲིད་གསུམ་སྐྱེ་རྒུའི་གཙོ་མོ་བོད་པ་མགྲོན་གྱི་གཙོ་བོ་བསྟོད་པ་ཕྱག་རེ་ཕུལ་ས་སློབ་མའི་སྐྱབས། སློབ་མའི་རྟེན་གྱི་སྐྱབས་ནི་དཀོན་མཆོག་རྣམ་གསུམ་བདེ་གཤེགས་ཐམས་ཅད་ཀྱི་རྩ་བའི་དྲིན་ཅན་བླ་མ་ཁྱབ་བདག་དོལ་རྒྱལ་འཆང་བ་རྣམ་འདྲེན་ཤཱཀྱའི་རྒྱལ་པོ་འཛམ་གླིང་རྒྱ་འགྲོ་མཆོག་ཉིད་རྒྱ་གར་གྲུ་ཆེན་རྒྱ་ཆུ

ཡི་དམ་རྡོ་རྗེ་འཇིགས་བྱེད་དཔའ་འདུལ་དུས་ཀྱི་འཁོར་ལོ་བཅོམ་ལྡན་རྒྱལ་བ་རྡོ་རྗེ་བླ་མས་ཁྱོད་ཀྱི་ལྷ་ཚོགས་རྣལ་འབྱོར་ཁྱོད་ཀྱི་ལྷ་ཚོགས་སྤྱོད་པའི་ཁྱོད་ཀྱི་ལྷ་ཚོགས་བྱ་བའི་ཁྱོད་ཀྱི་ལྷ་ཚོགས་དུས་གསུམ་རྫོགས་པའི་སངས་རྒྱས། ས་བཅུ་བྱང་ཆུབ་སེམས་དཔའ་ཉན་རང་འཕགས་པའི་གན་དོན་གྱི་གནས་གསུམ་དཔའ་བོ་མཁའ་འགྲོ་མ་སྤྱན་དཔའ་ལྡན་ལྷ་མོ་ཆོས་སྐྱོང་སྐྱབས་དབང་སྐུ་ལྔ་དཔའ་མགོན་དུས་འབྱུང་རྩ་ལྔ་ཕྱི་ནང་གསང་གསུམ་གྱི་ལྷ་སྲིན་སྡེ་བརྒྱད་ཚེ་རིང་སྤྱན་སྔ་བརྟན་མ་བཅུ་གཉིས། སྲིད་པ་ཆགས་པའི་ལྷ་གོ་འབྱེད་ཡིད་མགུ་ལག་མཆོག་གསུམ་བྱིན་རླབས་ཐུགས་རྗེའི་གཏེར་མཛོད་བཀའ་བརྒྱུད་བླ་མ་དངོས་གྲུབ་ཀུན་གྱི་འབྱུང་གནས་ཡི་དམ་ཞི་ཁྲོ་ཕྲིན་ལས་ཐོགས་མེད་ཀྱི་གྲུབ་རྫས། མ་སྲིང་མཁའ་འགྲོ་གངས་རྒྱན་བར་ཆད་སེལ་མཛད་ཆོས་སྐྱོང་སྲུང་མ་ཡུལ་ལྷ་ཞེ་སྡང་གཉན་པོ་ཁྱེད་རྣམས་ལ་དུས་ཚོད་བཟང་གི་མཆོད་པ་གཙང་མ་ཕུད་ཀྱི་གསེར་སྐྱེམས་རྒྱ་ཆེན་པོ་འདི་འབུལ་ལོ་མཆོད་དོ་མངལ་ནོར་མཐུན་རྒྱལ་ཡིད་བཞིན་དུ། བཏང་བཏང་གནང་བྱེད་གསང། འབྲེལ་ཅིང་མཛད་ཅིང་མཛད་ཕྲིན་དར་སྔོ་མདའ་དར་རྟ་ཁྱེར་བ་ཐུགས་བསྐྱེད་དམ་བཅའ་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་ཤུགས་དྲག་ཞུ་རྒྱུ་དང་ཕྱག་ན་པད་མོ་སྐྱབས་མགོན་སྤྱན་རས་གཟིགས་རྒྱལ་བའི་དབང་པོ་བསྟན་འཛིན་རྒྱ་མཆོག་སོགས་མི་མཇེད་སེང་གེ་གྱེར་བུའི་ཁྲི་སྟེང་ན་ཞབས་པད་གསེར་གཏེར་སྤར་དུ་བརྟན་གྱུར་ཅིག། རྒྱ་སྟོན་མཁྱེན་པའི་རང་བྱུང་འཕགས་པའི་ཚོགས་བརྩེགས་ཅན། བ་གམ་མངོན་པར་ཐོབ་པའི་ལ་མ་ལུས་དཀྱིལ་ཀུན་མགོན་སྐྱབས་སྤྱན་རས་གཟིགས་ལྷ་ཅིག་ཕྱག་ན་པདྨོ་གསོལ་བ་འདེབས། སང་སོགས་ལོ། སང་སོགས་ལོ་ལས་དོན་འཁོར་ལོ་རིན་ཆེན་གྱི་མོ་རྒྱུད་མ་ལུས་ཅིག་འཆར་སྒོ་རྟ་མཆོག་རིན་ཆེན་གྱི་གོམ་ཁ་མ་མཆོག་ཅིག་ཡོངས་ཀུན་ནོར་བུ་རིན་ཆེན་གྱི་དངོས་གྲུབ་མ་ལུས་ཅིག།

པ་འཁོར་ལོ་རྩིབས་བརྒྱད་ཀྱི་མུ་ལུས་མ་ལོད་པ་སྙིང་རྒྱ་སྟག་དམར་ཀུན་གྱི་ཐིག་ལེ་དེ་གྱེས་དགོས་གཟི་བརྗིད་སེང་གེའི་དཀར་མོས་དེ་གཡུ་རག་དེ་གྱེས་དགོས་གོ་འཕང་བྱ་རྒྱ་ཁྱུང་གིས་དེ་ཤོག་རིས་དེ་ཐོགས་དགོས་སྙན་གྲགས་གཡུང་དྲུང་སྔོན་མོས་དེ་ངར་སྐད་དེ་བཙན་དགོས་ས་སོ་ལོ་ས་སོ་ལོ་ཡོན་ཏན་གསེར་གཞོང་ནོར་བུ་དེ་གང་དགོས་ཚ་སོག་དོ་ཅེའི་གོ་སར་དེ་ཟ་དགོས་ཚ་དང་རིགས་རྒྱུད་སྤྱི་གསུམ་ཉི་མ་བཞིན་དུ་རིང་དགོས། པ་དང་སྦྱོར་བ། དབྱེ་གསུམ་གྱི་ཕྱག་མཆོད་ཤིན་ཏུ་མང་པོ་ལྔ་དང་གཟི་བརྗིད་སྟོན་གསུམ་གྱི་འབྲས་བུ་ཤིན་ཏུ་སྨིན་པོ་རྣམ་དག་སངས་རྒྱས་མཆོད་པ་བྱ་བྱང་དུས་ཚིགས་ཀྱི་མཆོད་པ། མཆོད་སྤྲིན་རྒྱ་ཆེན་པོ་དེ་མཆོད་པ་དེ་པུ་ལུ་དུས་བཟང་རྟེན་འབྲེལ་གྱི་ཕུན་སུམ་ཚོགས་པའི་ཉི་མ་འདི་ལ་ནམ་མཁའི་ལྷ་ཚོགས་ཁྱེད་རྣམས་ཀྱི་ཐུགས་རྗེ་ཀྱི་བྱིན་རླབས་ཡིད་ལ་དྲན་ཞིང། གུས་པའི་ལུས་ཀྱི་རྣམ་འགྱུར་བཟའ་བཏུང་ཕུད་ཀྱིས་མཆོད་པ་བདེན་པའི་ཚིག་གིས་གསོལ་བ་ཡིན་པས་མངོན་ཤེས་ཐུགས་ཀྱིས་དགོངས་ཤིག་ཡིད་ཁྱེད་ཀྱི་སྤྱན་གྱིས་གཟིགས་ཤིག་བརྩོན་འགྲུས་ཀྱི་སྙན་གྱིས་གསོལ་ཞིག་སྙིང་ནས་རིལ་བུ་ལྷ་ཚོགས་ཁྱེད་རྣམས་ཀྱི་བདག་ཅག་སྙིང་འདུས་ཀུན་གྱི

མི་ལ་ན་ཚ་མ་གཏོང་ཕྱུགས་ལ་གོ་སྐབས་མ་གཏོང་ཕ་ལ་སྐྱེལ་མ་འཚོལ་ཅིག་ཚུར་ལ་སུ་སྐྱེལ་སུ་མ་འཚོལ་ཅིག་སྙིང་གི་བྱ་ར་འཚོལ་ཅིག་མཚན་གྱི་མི་ཚེ་འཚོལ་ཅིག་ལུས་དྲི་མ་ཤིན་ཏུ་འཕྲོག་ལ་ཞི་རྒྱས་དབང་དྲག་གི་ལས་གང་བྱུང་ཐམས་ཅད་ཐོགས་བ་མེད་པར་མྱུར་དུ་འགྲུབ་ཅིག་ཕྲིན་ལས་འགྱེད་གཏོང་གྲོགས་རྒྱ་ཆེན་པོ་མཛོད་ཅིག་སང་སོགས་ལོ་སང་སོགས་ལོ། རྣམ་དག་སང་གི་མཆོད་པ་བྱ་བྱང་དུས་ཚིགས་ཀྱི་མཆོད་པ་མཆོད་སྤྲིན་རྒྱ་ཆེན་པོ་འདི་ཅི་བསམ་ཅན་གྱིས་དེ་སྐད་འབྱུང་དགོས་གོས་འཛམ་གླིང་ལ་དེ་སྐད་དབྱུང་དགོས་ཁྱད་པར་དུ་གངས་ཅན་འགྲོ་བའི་མགོན་པོ་འཛམ་གླིང་ཞི་བདེ་ལྟེ་བའི ྋགོང་ས ྋསྐྱབས་མགོན་ཆེན་པོ་ཐམས་ཅད་ཅན་གྱི་གཟིགས་པ་ཆེན་པོ་སྲིད་གསུམ་དབང་གིས་མཚུངས་མ་མེད་པའི་དེད་དཔག་བཟང་པོ་མཆོག་གིས་དབུལ་བའི།

མ་ལུས་སྐྱེ་རྒུའི་མགོན་སྐྱབས་སྤྱན་རས་གཟིགས་ལྷ་གཅིག་ཕྱག་ན་པདྨོ་གསོལ་བ་འདེབས་གྲ་ཚང་དུས་འདས་ཀྱི་ཐོས་བསམ་དེ་དར་གོ་འབངས་ལ་ཚེ་བསོད་ཀྱི་སྟོབས་འབྱོར་དེ་རྒྱས་གོ་གེང་རབས་ཀྱི་ལུས་སེམས་དེ་སྐྱིད་གོ། དར་མའི་རླུང་རྟ་དེ་མཐུག་གོ་གཞོན་པའི་ཤེས་རིག་དེ་བཀྲག་གོ་ཆུང་བྱིས་པའི་འཚར་ལོངས་དེ་ཡག་གོ་ཅི་བསམ་དེ་ལྷུན་གྱིས་འགྲུབ་གོ། ཐོ་འདོམས་དེ་གོང་ས་མགོན་པོ་གང་གི་མཆོག་གི་སྐུ་གསུང་ཐུགས་ཀྱི་ཕྱི་ནང་གསང་གསུམ་གྱི་སྐུ་བགེགས་མཚན་མ་དག་དང་ཉེ་བར་བྱས་ནས་བསྟན་འགྲོའི་དོན་ཆེན་སྤྱི་དང་རང་ཅག། བོད་འབངས་ཡོངས་ཀྱི་འདི་ཕྱིའི་སྐྱབས་མགོན་སྤུན་གཉེན་སྐུ་ཚེ་དཀར་བ། རྒྱ་མཚོ་བཞུགས་སུ་གསོལ་བ་འདེབས་པ་དང་གང་གི་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་སྟེ་བོད་ཁུལ་ག་བ་གངས་ཅན་ལྗོངས་ལ་བདེ་སྐྱིད་ཀྱི་ཉི་མ་མྱུར་དུ་ཤར་ནས་གཞི་བཅོལ་མཉམ་འཛོམས་ཀྱི་རྒྱལ་དབང་ཐམས་ཅད་མཁྱེན་པ་ཕོ་བྲང་པོ་ཏཱ་ལ་ལ་ཆིབས་ཆ་མངོན་པར་འཁོད་ནས་གསེར་ཁྲི་མངའ་གསོལ་ཞུ་རྒྱུའི་བཀྲ་ཤིས་སྨོན་ལམ་བརྡ་ཆད་སྐུ་གསོལ་ཁམས་གསུམ་རྡོ་རྗེ་གདན་དྲངས་ནས་གསུང་མཆོག་ཐུགས་བརྩེའི་ཟླ་བ་རྟག་ཏུ་ཉེ་ཐུགས་མཆོག་བསྟན་འགྲོའི་དགོངས་པ་མཛད་པ་སངས་རྒྱ་བའི་སྐུ་གསུམ་རྡོ་རྗེའི་བཀྲ་ཤིས་ཆོས

ཐུབ་པའི་ལྷ་ཚོགས་ཐམས་ཅད་ཇི་སྲིད་འབྱུང་བ་ཆེན་པོ་བཞི་ཡིས་བསྟོད་པའི་ངེས་ཤེས་ཀྱིས་བརྟན་པར་བཞུགས་སུ་གསོལ། བརྟན་པར་བཞུགས་ནས་ཀྱང་བདག་དང་སེམས་ཅན་རྣམས་ལ་མཆོག་དང་ཐུན་མོང་དངོས་གྲུབ་མ་ལུས་པ་བསྩལ་དུ་གསོལ། ན་མོ་བུདྡྷ་ཡ། ན་མོ་དམ། ན་མོ་སངྒྷ་ཡ།

སྔོན་དུ་བཏང་པའི་དུས་ནས་ད་རིང། ནུབ་ཡུལ་དུ་ནུབ་རྒྱལ་སྲིད་མངའ་རིས་ཤུགས་ལྡན་ཚོགས་པའི་མཛད་སྒོའི་ཐུགས་ལ་ཕུལ་བས། མངའ་རིས་དབུས་ཀྱི་ཚོགས་གཙོ་དང། ས་གནས་ཀྱི་ཚོགས་གཙོ་རྣམ་པ་གཉིས་དང། ཨ་ནེ་ཀིང་ལ་གཙོས་པའི་འབྲེལ་ཡོད་སྐྱ་སེར་ཡོངས་ལ་ཡང་ཐོག་མ་ཆགས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་བཅུག་པ་བྱས། ཨང་ད་རིང་མཛད་སྒོའི་ཐོག་ལས་གོང་མདོ་ཡར་དབུས་ས་གཉིས་ཀྱི་ཚོགས་གཙོ་དང་ཁོང་རྣམ་པ་ཚོས་ཀྱི་མངའ་རིས་དང་འབྲེལ་བའི་ཐོག་ནས་བཀའ་མན་དེའི་རྣམ་པ་ཚོ་གང་གཱའི་གསེང་ཡོད་རེད། དེ་ལས་ཡར་རྒྱལ་གཞི་མ་དགོས་པའི་ཐོག་ནས་རྣམ་པ་ཚོ་ལ་ཡར་ངའི་དྲན་ཁུལ་གྱི་ཚོད་ལྟ་བུ་གཅིག་དང། ད་ལྟ་ཆ་ལ་ཡར་ང་རང་ཚོ་གི་གནས་བབ་དེ་རང་ཡུལ་དགྲ་ལ་ལོ་ཤོད་ནས་མི་ཡུལ་ལོ་བཅོ་བཅུ་ལས་ལས་ཀྱི་རྒྱུ་བ་རེད་དེ་འདྲའི་གསུང་ཙང་ང་ཚོ་གངས་དཀར་ལ་ཡག། སྤྲོ་བསྡོད་ཙམ་མ་ཡིན་པར་ཕུགས་ལ་བལྟས་པ་ཡིན་ན་ང་ཚོ་གངས་དཀར་ལ་དགག་པ་སྤྲོ་སྤྲོ་བྱེད་ཡག་གི་དུས་ཚོད་དུ་ཡོད་མ་རེད། དེ་ཡིན་དུས་གངས་ལ་ཡག། ངས་དེ་དང་དེ་བའི་ཐོག་ནས་རྣམ་པ་ཚོ་ལ་རེ་སྐུལ་ཅིག་ཞུ་ཡག་ཡིན། ཐོག་མར་དེའི། ང་རང་ཚོས་ད་རིང་གི་སྐབས་སུ་བབས་པའི་མངའ་རིས་ཤུགས་ལྡན་ཚོགས་པའི་སྒེར་བདག་ཆེན་ཚུད་པའི་བརྗོད་དོན་གྱི་ཆ་དེ་གོ་ཡོད་པ་རེད་དེ། སྒེར་དེས་མངའ་རིས་ཞེ་བཞི་མི་མངོན་ཡོང་བ་དང་ཨ་ནི་དེ་གི་ཕྱི་ལ་ཡང་མགོ་ནག་གངས་ཅན་པ་ཡོངས་ལ་ཡང་སྒེར་གྱི་ཁྲལ་དུ་གོ་གྱུར་བ་རེད་དེ། བྱེད་དུས་གང་ལ་ཐོག་མར་མངའ་རིས་བ་ཡིན་པའི་ཆ་ནས་ལོ་རྒྱུས་ཀྱི་འགྱོད་གདུང་གི་ཐོག་ལ་ཡང་རྣམ་པ་ཚོ་ལས་ངས་དྲན་སྐུལ་ཁ་ཤས་ཞུ་ཞོར་ནང་བསམ་པ་སྒྲོག་རྒྱུ་དུ། གང་ཡིན་ཞེ་ན་ང་རང་ཚོའི་བོད་པ་ཡིན་ན་རེད། མངའ་རིས་བ་ཚོ་ཡིན་པ་ཡིན་ན་རེད། ང་ཆོལ་ཁ་གང་དང་གང་གི་ཁོངས་ལ་ཡིན་པ་ཡིན་ན་རེད་གང་དེ། ང་བོད་པ་ཡིན་ཟེར་ཙམ་གྱིས་མ་གཏོགས་སྦྱོར་སྦྱོང་ལ་ཕར་ཤུན་མིག་རྒྱག་མ་ཐུབ་བ་གཅིག་དེ་རེད། གཉིས་པ་མངའ་རིས་བ་ཅིག་ཡིན་པ་ཡིན་ན་ཡང་ཤེས་ཚོད་ཚོད་ནང་ལོགས་ལས་ང་མངའ་རིས་ཡིན་ཟེར་བ་ཙམ་མ་གཏོགས་སྦྱོར་སྦྱོང་ལ་ཡང། མངའ་རིས་ལ་ཕར་སྦྱོར་སྦྱོང་གི་ཤེས་སྡེར་ཅིག་བྱེད་འདོད་དེ་ནི་ལྟོས་ཟེར་ཅིག་ཚང་མ་ཟེར་ཡོང་དེ་ཡ་དེ། ང་ཚོའི་བཙན་བྱོལ་གྱི་གནས་བབ་དེ་ཆགས་འདུག་གི་ཡོད་རེད་དེ་འདྲས་སོང་ཚིག་གང་ལ་ངན། ལོས་གཞོན་པ་ཚོར་ཡ་དྲན་ཁུལ་དང། ཁ་ཤས་ཀྱིས་ཞོ་ནང་ཁྲེལ་སོང་གང་ཡིན་ཞེ་ན། མངའ་རིས་ད་ཆིང་དེ་ཆོས་ཞུགས་ཀྱི་མཛད་སྒོ་ཙམ་མ་རེད། བོད་གངས་ཅན་ལ་ཡང་རང་རང་བཙན་གཙང་མ་ཡོད་པའི་སྐབས་ནས་བོད་གཞུང་དགའ་ལྡན་ཕུལ་བྱུང་གི་སྣ་ཁྲིད་པ་ཁོ་ནས་གཙོ་བའི་ལོ་རྒྱུས་ཀྱི། དཔང་པོ་ཡོད་པའི་གནས་སྟངས་ཀྱི་ཆགས་འགྲོ་གི་ཡོད་རེད། དེ་ཡིན་དུས་སྐབས་ལ་ཡ། ཐོག་མར་ང་ཚོས་དེ་འདྲའི་བསམ་བློ་བཏང་པའི་སྐབས་ལ་ཡ། ཕྱི་རྒྱལ་མི་སྣ་ལ་ངོས་འཕྲད་བྱས་པ་ཡིན་པ་ཡིན་ན་ཡང། མངའ་རིས་རྟ་ཆེན་དེ་གལ་ཆེན་པོ་ཡིན་པ་ལ་ཡ། མངའ་རིས་རྟ་ཆེན་བཙུགས་ཡ་ལ་མངའ་རིས་བཀོད་སྲུང་གི་བཙུགས་དགོས་ཀྱི་ཡོད་རེད། མངའ་རིས་བཀོད་སྲུང་དེ་ག་དུས་བྱུང་བ་རེད། ཟེར་དུས་སྐབས་ལ་ཐོག་མར་མངའ་རིས་ཆགས་དགོས་ཀྱི་ཡོད་རེད། དེ་བྱས་དུས་སྐབས་ལ་ཡ་རྣམ་པ་ཚོ་ལ་དྲན་ཁུལ་གྱི་ཚད་འདྲ་བོ་དེ། དུས་རོལ་སྤྱོད་པ་སྐབས་ལ་ཡ། ཨ་ནི་སྐད་ཅིག་ཉི་མ་ལྔའི། སྟོད་དུ་ཤོ་ལ་ཡ་ཕེབས་ནས་ཤི་ནི་མངའ་རིས་སྐོར་གསུམ་དེ་མངའ་རིས་ཟེར་ཏེ་ཆགས་སྒོ་ཡོད་རེད། དེ་གི་སྔོན་ལ་ཡ་ཞང་ཞུང་ཟེར་གི་གནས་སྟངས་དེ་ཆགས་ཡོད་རེད། གང་ལྟའི་མདོར་ན་ང་ཚོའི་བལ་བོད་ཀྱི་ལོ་རྒྱུས་ཀྱི་ཆོས་རིག་གཞུང་གི་ལོ་རྒྱུས་དེ་ཡ་གཅིག་བརྩིས་ན་མངའ་རིས་ཤོ་ལའི་ཐུགས་སྒྲུབ་ཡོད་རེད་ཧ་ཅང་གི་མི་སྣ་སྐད་གྲགས་ཆེན་པོ་ཆེ་དག་རེད། དེ་བཅས་དེ་སྐད་ཅིག་ཉི་མ་ལྔའི་དེ་དེ་ལ་བབས་ཕེབས་ནས་མངའ་རིས་ཟེར་ཏེ་དུས་རོལ་སྤྱོད་པ་ལས་བྱུང་ཡོད་པ་དང། སྔ་རོལ་བཀོད་གསུམ་བསྲེ་བ་དེ་ཀི་ཏི་ཉི་མ་དངོས་རྒྱལ་བེ་བཙན་པོའི་གདུང་རྒྱུད་ཀྱི་སྲས་ཚོའི་ནང་ལོགས་ལི་ཡག་ཕ་ཤི་ཕུ་འཛིན་བྱེད་ཡག་ལ་སྙུང་གྲ་ཡོང་གི་ཡོད་པ་དང་ཁྲིམས་དཔེ་བྲིས་པའི་གང་དེ་དབང་ཆ་འཛིན་ཡག་ལ་གནས་སྟངས་དེ་འདྲའི་ཡོང་པས་དེ་དག་ལི་ཡག་སྐྱོན་ཆ་ཐོན་པའི་ཐོག་ནས་ཁོང་གིས་ལས་ཆ་ག་རེ་ལེན་ཡོད་རེད་ཟེར་ན་ཁོང་ལི་ཡག་བུ་བཟུང་ཡོད། བུ་གསུམ་དེ་ལས་བུ་རྒན་པ་དེ་ལ་ཡ། ལ་དྭགས་སོགས་ལ་ཡ། དབང་ཆ་གཅིག་སྤྲད། བུ་འབྲིང་བ་དེ་ཕ་ཤུ་བུ་འཛིན་བྱས་ནས་པོ་རང་ལ་བཞག། བུ་ཆུང་བ་དེ་ཟངས་འབག་གི་ཤུ་ལ་ཡ་བཏང་ནས་ཨ་ནེ་སྡེ་ཕྲན་དེ་གསུམ་གྱི་ཐོག་ནས་ང་རི་བཀོད་སོང་ཟེར་ནས་བྱུང་བའི་ལོ་རྒྱུས་དེ་རེད། ལོ་རྒྱུས་དེ་གི་བྱས་ལ་ཡ་ནང་ཁུལ་ལ་ཡ་དམག་འཁྲུག་ཅིག་གི་ཐོག་ནས། ལ་དྭགས་ཀྱི་ཕྱོགས་ནས་གུ་གེའི་རྒྱལ་པོའི་ཡོད་སར་དང་པོ་རང་ཤོ་ལི་ཡར་དར་ཅིག། དམག་གི་ཐོག་ནས་འཛེག་ཀྱིས་བཙན་བཟུང་བྱས་ནས་ལོ་ལྔ་ཆུ་ཚོད་བཅུ་དྲུག་ཡོལ། ལོའི་ལྔ་ཆུ་ཚོད་བརྒྱད་ལི་ཡར་དགའ་བདེ་ཚང་བོ། ཀྱི་དགའ་ལྡན་ཚང་བོ་ལ་དགོས་ཡོད་རེད། ཁོང་དེ་ཐོག་མ་བཀྲ་ཤིས་བློན་པོ་གི་གྲྭ་པ་བྱས་ནས་བཀྲ་ཤིས་བློན་པོ་གི་གྲྭ་བཟོས་རེད། བཀྲ་ཤིས་བློན་པོ་གི་གྲྭ་བཟོས་བྱས་ནས་སྡེ་བ་གཞུང་གི་དམག་ལ་འཛུལ་ནས་ཨ་ནུས་ཁོང་ལི་ཡར་བློ་སྟོབས་ཡོད་པ་དང་བློ་ཁུག་ཡོད་པ་ཆ་ཤས་ཡོད་པའི་གནས་སྟངས་དེ་དག་ལ་བརྟེན་ནས། དམག་གི་སྣ་གཅིག་ནི་དེར་ཞུགས་ལ་དམག་རྒྱུ་ནི་དམག་ཕ་གི་དེ་འཕང། དེ་སྔོན་གུ་གེ་རྒྱ་རྒྱུད་ལས་ཡ་ང་ངོ་ཡོད་པའི་གི་ས་ཆ་དེ་ཚད་གཟིངས་ཐུབ་པ་རེད་ཚད་བླངས་པའི་གི་རྟགས་དང་རྟེན་འབྲེལ་ཟེར་ན་རེད་གནས་སྟངས་དེ་དག་ལ་བརྟེན་ནས་གངས་རི་མི་ཆེན་ཞུགས་ལ་ཡ་དབུས་གུང་ཐུག་གི་རྟ་ཕྱུགས་དེ་བཙུགས་ཡོད་རེད་རྟ་ཆེན་དེ་བཙུགས་པའི་སྐབས་ལ་ཡ་ཐོག་མ་ཤེར་སངས་རྒྱས་ཀྱི་བསྟན་པ་ཞེ་དྲག་ཏུ་ཡ་ཏིང་འཛིན་གྱི་སྤྱི་ཆིངས་ནང་བཀོད་ཚེ་བསྟན་ཡག།

དམངས་ཆུང་ནང་ཁུལ་དཔའ་དང་ཡ་བེ་གཞོང་དགའ་ལྡན་ཕོ་བྲང་གི་ཨ་ཅིག་དེ་ལས་ཡ་གོང་ས་ཕྱུག་གི་ཐོག་མའི་གནང་དབྱངས་དང་བེ་གཞོང་དགའ་ལྡན་ཕོ་བྲང་གི་ཐོག་ནས་འབྲེལ་བ་གྱི་ཆ་ནས་མཐུན་འགྱུར་ཧྲ་ཡ་ཀའི་མེ་རང་དུ་ཡོང་གི་ཡོད། དམངས་ཆུང་ནང་ཁུལ་ལོས་ལས་ཡ་དགྲ་བོ་རྒྱ་དམར་གཞུང་གིས་བེ་ས་ཡོངས་སུ་རྫོགས་པ་དེ་བཙན་བཟུང་བྱས་ཡོང་དུས་གང་ལས་ཡ་མངའ་རིས་ཀྱི་ཕྱོགས་ལས་རྟགས་ཆེན་ཡིན་ནའི་ཡང་བེ་ནི་ཡ་མང་ས་ལས་ལྷང་དགོས་ཡ་ཀའི་གནས་རང་དེ་ཆགས་ཡོད། དེ་ཡིན་དུས་གང་ལས་ཡ་དེ་གིས་ང་ཚོའི་སྤུ་ཚན་གར། ལུགས་ཐུག་ཡོད་རེད་ཟེར་ན་དུས་མཚུངས་ཀྱི་དུས་ཚོད་ནང་ལོགས་ལས་ཡ། བོད་དོན་མཐོ་ཚད་དང་འབྲེལ་བའི་ཐོག་ནས་དགྲ་བོ་རྒྱ་དམར་གཞུང་ལ་ཁ་གཏད་བཅའ་ཡ་དེ་གང་ཟག་འགའ་ཤས་ཀྱི་འགན་ཡིན་པའི་གསོལ་བསྒྲགས་བྱིན་པ་དང་ཁ་ཤས་ཀྱིས་ལས་རྒྱ་ནག་གཞུང་གིས་གང་ཡང་བྱས་མེད་པའི་གནས་སྟངས་སྟག་དེ་གན་ཡང་ཡོད་རེད་འདོད་ཚུལ་ཡིན་པ་ཡིན་ནས་ཡང་མངའ་རིས་རྟ་མཆན། དགྲ་བོ་རྒྱ་དམར་གཞུང་གི་དམངས་གཙོ་ངག་སྒོ་ནས་བཙུགས་མ་བཅུག་ནས་ལོ་ཉི་ཤུ་རྩ་ཆེན་ཟིག་ཅིག་ད་ཆོན་བཙུགས་མ་ཐུབ་པའི་བརྗོད་རིན་དུ་འགྲོ་གི་ཡོད།

ཁ་བྲག་དང་བཅས་པ་ཕག་སྐུད་ཡག་གིས་ཧ་ཅང་རྩ་ཆེན་པོ་ཆགས་ཀྱི་ཡོད། དེའི་ཡིད་ཆེས་ལ་ཡང་བརྒྱ་བཅུ་གྱ་དྲུག་ལོན་ལོན་ཡང་ང་རིགས་ཞོ་ཐུན་ཚོགས་པ་དབུ་བརྙེས་པའི་ཐོག་ནས་ད་ལྟ་བར་དུ་ཡང་གཅིག་ས་གནས་ཁག་བཅོ་ལྔ་བཅུ་དྲུག་ཅུ་གཅིག་གི་ཐོག་ནས་ཕྱིར་མངའ་རིས་ཀྱི་རྟ་ཆེན་གྱི་ལྷང་ཡག་དང། དེའི་གི་ཐུགས་ལ་བའི་རྩ་དོན་དང་མི་རིགས་ཀྱི་ཆེད་དུ་རེད། ལྷག་པར་དུ་ཡང་བཙན་བྱོལ་བོད་གཞུང་ལ་ཡང་ཞོ་ཞུ་ཞུ་ངེས་མི་རུ་རྒན་པའི་ནང་ལོགས་ལ་ཡང། མ་མོ་ཞི་དྲག་ཅིག་ལྷད་དུ་བསྐུར་རྒྱུ་བ་རེད། ཧ་ཅང་གི་སེམས་གསོའི་བྱོན་པའི་ཞི་དྲག་རེད། དེ་ཡིན་དུས་གང་ལ་ད་ད་འདི་ཆ་ལ་ཡང་ང་རང་ཚོ་གི་མངའ་རིས་ཀྱི་མི་རོའི་གཞོན་པའི་ཚོད་ཡིན་པའི་ཡིན་ནའི་རེད་ཆོལ་ཁ་གང་དང་གང་གི་མི་རོའི་གཞོན་པའི་ཚོད་ཀྱིས་ལྷ་བསང་གི་འདམ་གང་དུ་གནང་གོ་མི་འདུག་ང་ཚོ་དྲང་བདེན་གྱི་ཤོར་ལོ་འགྲོ་ཐུབ་གོ་དུ་ཐུབ་གོ་མི་འདུག་དེ་ང་རང་ཚོ་རང་སོ་སོ་གི་སྒོ་ནས་རྫོགས་གོ་ཐུབ་ཡག་གི་དུས་ལ་བབ་དུས་གང་ཡིན་ཞེ་ན། བཙན་བྱོལ་བོད་མི་སྒྲིག་འཛུགས་ཡིན་པ་ཡིན་ན་ཡང་རེད་ཆོལ་ཁ་གི་ཚོགས་པ་ཡིན་པ་ཡིན་ན་རེད་ཚོགས་པ་ག་འདྲས་ཀྱི་ནང་ལོགས་ལ་ཡང་དགྲ་བོ་རྒྱ་ནག་གཞུང་གི་དཔལ་འབྱོལ་གྱི་བློ་གྲོས་བྱེད་པའི་འདྲི་ལག་ཙོང་ཡོང་གི་ཡོད་རེད་ད། ང་ཚོ་ནང་ཁུལ་ལས་ཐོན་ལམ་མེད་པ་བཟོ་ཡོང་གི་ཡོད་རེད་ཐོན་ལམ་མེད་པ་བཟོ་ཡག་དེ་རྣམ་པ་ཚོ་གི་ཡང་ད་གཟིགས་གི་ཡོད་རེད་མཁྱེན་གི་ཡོད་རེད། གོང་ས་སྐྱབས་མགོན་ཆེན་པོའི་མཆོག་ནས་ད་ང་རང་ཚོ་གི་སྤུ་ལས་བཤགས་པ་ཡིན་ན་ལག་མགོ་ཁ་གི་འཕྲོ་འདུ་ཉི་མ་འདྲ་ཆགས་གི་ཡོད་དེ་ཡིན་དུས་སྔར་ལ་ཡང་གོང་ས་མཆོག་དེའི་རླངས་འཁོར་ཁ་ལོ་ཁྲོ་དུག་ཉི་མ་འདྲ་ལས་ཡར་བགྲོད་པའི་སྐབས་ལ་ཡང་ངང་ཚུལ་གྱི་གནས་བབ་དེས། ཚོ་པ་སྐྱིད་སྡུག་ནོར་ལོག་ཡིན་པ་ཡིན་ན་ཡང་དཀྲུགས་ཤིང་བྱེད་ངན་དང་ཕོ་དཀྲུགས་མདའ་དཀྲུགས་བྱེད་ངན་དང། ལྷག་པར་དུ་ཡོད་རྩ་ལྷའི་མི་རིགས་ཀྱི་ཆེད་དུ་ལྷག་བསམ་ཅན་སེམས་ཤུགས་ཅན་ཆོས་སེམས་ཅན་སྤོབས་པ་ཅན་དེ་ཚོ་ལ་ཡང་རྐང་པ་འཐེན་ངེས་ཏེ་ཤུགས་ཤིག་ཚང་བྱས་ལ་དོན་ཡོང་གི་ཡོད་རེད་དེ་བྱས་དུས་མི་མང་ཆ་ཚང་གི་ཐོག་ནས་ཆོས་སེམས་བརྟན་པོ་གི་ཐོག་ནས་དེ་ཚོ་ལ་ཡང་དོགས་གླེང་གནང་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་འདུག་ཟེར་དེ་འདྲས་ཡིན་སོང་ཙང་ད་དུང་ཨ་ནི་ང་རང་ཚོས་ཆ་ཚང་གི་ཐོག་ནས་ཀྱིས་གོང་ས་ཀྱང་ཉོན་ཆེན་པོ་ཚོས་དབུས་པའི་རིས་སུ་མ་ཆུད་པའི་བསྟན་རྩིས་ཀྱི་སྤྱི་ཆིངས་དག་མ་རྣམས་ཀྱི་བཀའ་སློབ་སྙིང་ལ་བཅངས་པའི་ཐོག་ནས་ཁོང་རྣམ་པ་ཚོ་གི་བཀའ་སློབ་དེའི་སྐབས་རེ་ང་ཚོ་མཚོན་བྱོལ་ལ་ཡར་འཁྲུག་གི་ཡོད། ཁོང་རྣམ་པ་ཚོ་གི་བཀའ་སློབ་དེ་ཆོས་ཞུགས་ཀྱི་བཀའ་སློབ་འདྲ་པོ་ཅིག་དང་ཡང་ན་སོ་སོ་གི་འདོད་པ་ཡོད་པ་དེ་བསྒྲུབ་དགོས་ཡོད་རེད་མ་གཏོགས་ཁོང་རྣམ་པ་ཚོ་གི་བཀའ་སློབ་གཙོ་བོ་དེ་བོད་ཆོལ་ཁ་གསུམ་དེ་གཅིག་ན་གཅིག་ཉལ་སྡུག་དང་སྡུག་མྱོང་དགོས་ཀྱི་རེད། ཆོལ་གསུམ་མཐུན་ལམ་རྡོ་རྩ་གཅིག་སྒྲིལ་དགོས་ཀྱི་རེད་ཟེར་ནས་གསུང་གི་ཡོད་རེད་དེ་རྒྱ་བོད་རིན་པོ་ཆེ་བཀའ་བརྩི་ཡིན་ཟེར་ངེད་ཚོའི་ནོར་ལུག་ལ་ཡ། ཆོལ་གསུམ་མཐུན་ལམ་རྡོ་རྩ་གཅིག་སྒྲིལ་ལ་དེ་ཟེར་ཟེར་གྱིས་ནུས་པ་མ་བསྟན་ནས་མང་པོ་ཅིག་ཐོན་ཡོད་དགོས་རེད་དེ་འདྲས་བྱས་ཏེ་རྣམ་པ་ཚོ་གང་གི་ཐུགས་ལ་ཤར་རོགས་གནང། ཨ་མཐའ་དུང་དེ་ལ་ཡ་ད་རིང་དུས་ཚོད་འདི་ལ་ཡ། དཔེ་གངས་ཅན་ལྗོངས་ཀྱི་ལོ་རྒྱུས་ཀྱི་ཡོངས་སུ་གྲགས་པའི་ཉེན་བརྡ་བཀའ་གསུང། ཞེས་པའི་ཚིག་དེའི་ནང་ལོགས་ལ་ཡ། པའི་རྒྱལ་བ་ཀརྨ་པ་ཀའི་ཡོ་ཆེན་སྐུ་ཚེ་མ་ཟིན་པའི་ད་རིང་ཉིན་ཞག་གསུམ་པ་དེ་ཁེལ་དགོས་ཀྱི་བ་རེད་དེ་འདྲའི་གསུངས་སོ་དེ་ལས་ཡང་ང་རང་ཚེ་འདི་ལས་ཕེབས་པའི་སྐྱ་སེར་ཡོངས་ཀྱི་ཐོག་ནས་རླབས་ཆེན་གྱི་ཡོ་ཆེན་ཁོང་གླ་ཡང་ཁ་བ་གངས་ཅན་ལྗོངས་ལས་ཡ་སྐྱེ་བ་བཞེས་ནས་མ་འོངས་པ་ལས་ཡ་ཁ་བ་གངས་ཅན་ལྗོངས་ལས་ད་ལྟ་ནང་བཞིན་གྱི་ཕན་ཐོགས་ཡོད་པའི་ཕྱི་ཕྱི་ཐང་པ་མི་མི་ཆིག་འོག་གྱོན་ཐུག་ཡག་གི།